བསླབ་པ་གསུམ་ལས་བསླབ་པ་གསོ་རིམ་ཡན་ལག་པ་སྐོར་ལ་ཅུང་ཟད་ཕྱི་མ་ནི་ཁོ་རང་གིས་གསུངས་པ་དེ་སྐྱོར་བྱ་ཡི་ཡིན། ན་མོ་གུ་རུ། རིན་པོ་ཆེ་ལྷ་རྗེ་ཤར་ནས་བསླབ་པ་རྣམ་པ་གསུམ་ནི། ལྷག་པ་གསོ་རིམ་ཡན་ལག་པ། ལྷག་པ་སེམས་ཡན་ལག་པ། ལྷག་པ་ཤེས་རབ་ཡན་ལག་པའོ། གསོ་རིམ་གང་ཞེ་ན། བླ་མ་དང། སློབ་དཔོན། ལས་སྡོམ་པ་ལངས་ནས་ཇི་ལྟ་བ་བཞིན་བསྲུང་བ་ནི།

སྡོམ་པ་གསུམ། རྟེན་འབྲེལ་སྐོར་གཅིག་ཏུ་གནས་དགོས་ཏེ། གནས་ན་ཇི་ལྟར་གནས། བསྲུང་ན་ཇི་ལྟར་བསྲུང། བསྟེན་ན་ཇི་ལྟར་བསྟེན། མཆོད་ན་ཇི་ལྟར་མཆོད། གནས་ན་བྱེ་བྲག་ཏུ་གནས་དགོས་ཏེ། བྱེ་བྲག་གང་ཞེ་ན། མཁན་པོའམ་སློབ་དཔོན་ལས་སྡོམ་པ་བླངས་པའི་དུས་སུ། ངས་སོ་ཐར་སྡོམ་པ་ཐོབ་སྙམ། སེམས་བསྐྱེད་པའི་དུས་སུ་ངས་བྱང་ཆུབ་སེམས་བསྐྱེད་ཐོབ། བྱང་ཆུབ་སེམས་དཔའ་ཡིན་སྙམ། དབང་བསྐུར་བའི་དུས་སུ་ངས་གསང་སྔགས་སྟོང་པ་ཐོབ་པའི་རིག་པ་འཛིན་པ་ཡིན་སྙམ། དེ་ལྟར་སྙམ་ཙམ་ལས། ངོ་བོ་གཅིག་ལ་སོ་སོ་ནས་ཡོད་པ་མ་ཡིན་ནོ། གཉིས་པ། གསུངས་ན་ཇི་ལྟར་གསུངས། གསུངས་ན་འཆོལ་བར་གསུངས་དགོས་ཏེ། འཆོལ་བ་གང་ཞེ་ན། སོ་ཐར་གྱི་དུས་སུ་དུར་བ་བཞིན་བཟུང། སེམས་བསྐྱེད་ནས་བྱང་ཆུབ་སེམས་དཔའི་བསླབ་བྱ་བྱ། གསང་སྔགས་ཀྱི་དབང་བསྐུར་ནས་གསང་སྔགས་ཀྱི་དམ་ཚིག་བཟུང། གསུངས་པ། དེས་ན་ཡར་ལྡན་དེ་ཐུགས་སྟོབས་ཆུང་བའི་དུས་སུ། རིམ་གྱིས་གོང་མ་གཙོ་ཆེར་བྱའོ། བཞི་པ། དེ་ཆོས་ན་ཇི་ལྟར་བྱོས། ཆོས་ན་སྒྲུབ་སྡེ་ཆོས་ཏེ། སོ་ལྟར་ལ་སྐྱོན་བྱུང་ན། མཁན་པོ་ལ་སོགས་པ་ལ་བཤགས་པས་ཆོག་ན་བཤགས། བསྐྱར་དགོས་ན་བསྐྱར། བྱང་ཆུབ་སེམས་དཔའི་དུས་སུ། བྱང་ཆུབ་སེམས་དཔའི་དུས་སུ། སེམས་བསྐྱེད་པའི་བྱང་ཆུབ་སེམས་དཔའ་ལ། བཤགས་པས་ཆོག་ན་བཤགས། དམ་པར་ཡོད་ན་དམ། གཉིས་པ་དང་གསུམ་པ་སྟེ།